ཨོ་ཨོ་ངོ་ཚ་གཏམ་གྱི་བང་མཛོད་ནང་བཞུགས་པའི་རྣམ་པ་ལྷན་རྒྱས་ལས་མཚམས་རེ་ཞུ་བ་དང་སྦྲགས། ད་དྲི་བ་ཁ་ཤས་ཅིག་གི་མར་ལེན་ཕུལ་ཡག་གི་འབད་རྩོལ་ཞུ་ཡིན། དྲི་བ་མང་པོ་ཞུ་གྲ་འདུག་དེ་ནི་རྣམ་པ་ཚོ་གི་ཕྱག་རོགས་འདྲ་བོ་གནང་ནས་ལེན་གནང་མཁན་དེ་འདྲའི་ནི་མི་འདུག་ད་ངས། ཁྲའི་ས་སྲོད་ཀྱི་ཟོག་འདྲ་བྱེད་ཀྱི། ད་མདོར་བསྡུས་པ་རེད་མ་གཏོགས་ཀྱི་ཞོལ་ཡག་གི་གོ་སྐབས་དང་དུས་ཚོད་དང་ནི་མང་ཆེ་བ་གྱིས་ཤེས་ཀྱི་ཡང་མི་འདུག་ཕ་ཚོ་ལྟ་ལོག་འདྲ་བཟོ་འདུག་གི་ན་དུས་ཚོད་ཀྱི་ཆ་ནས་ཏག་ཏག་བསྡད་ཀྱི་མི་འདུག་ཨ། རྩ་བའི་དང་བདག་གི་དྲི་བ་དེ་འདྲ་རེ་རེ་དེ་བརྗོད་གཞི་རེ་རེ་ལས་བཞག་ནས་དེའི་གི་ཐོག་ལ་བཤད་དགོས་པ་ཡིན་ན་དུས་ཚོད་འདྲ་གང་ལའང་གང་ཚང་བཏང་ནས་བཤད་དགོས་ཡོད་འདྲ་བོ་ཆགས་ཀྱི་ཡོད་རེད། ད་ལྟ་མཁས་པ་དེ་ཚོ་ཤ་ནོར་ལ་ཕག་ཚོ་གདན་འདྲེན་ཞུས་ནས་ལེགས་སྒྱུར་བཤད་ཟེར་ཡས་ཀྱི་བཤད་ཀྱི་འདུག་ཨ། ལེགས་སྒྱུར་བཤད་ཡས་དེར་བརྗོད་གཞི་དང་བདག་གི་དྲི་བ་དེ་འདྲ་རེ་རེར་མ་གཏོགས་ཡོད་མ་རེད། ཨ་དེའི་གི་ཐོག་ལ་ཟླ་བ་མང་པོ་ཞིབ་འཇུག་བྱས་མྱངས་ཞལ་གྱི་ཟིན་བྲིས་བཏབ་ནས་ཨ་ཕག་ཚོ་འགྲོ་ནས་བཤད་ཀྱི་ཡོད་རེད་བ། བཤད་ཡ་ལ་ཆུ་ཚོད་ཕྱེད་ཀ་དང་ཆུ་ཚོད་གཅིག། ཆུ་ཚོད་ཕྱེད་ཀ་ལ་བཤད་ཡ་ཡིན་ན་ཕྱེད་ཀ་ཚ་ལ་དྲི་བ་དྲི་ལན་བྱས་ནས། སྒོར་མོ་མང་པོ་ཤར་ནུབ་ལ་འགྲོ་དགོས་ན་གནམ་གྲུ་དང་དེ་འདྲའི་གླ་ཆ་ཁོ་རང་ལ་སྟོང་ཕྲག་དང་ཁྲི་ཕྲག་བཏང་ནས་འགྲོ་སོང་བཏང་གི་ཡོད་རེད་ལ་དེ་ག་ནང་བཞིན་དུས་ཚོད་བཏང་ནས་ཅིག་བཤད་ཡོང་དུས། ཕན་ཐོགས་ཡོད་པ་ཅིག་གོ་རྒྱུ་ཡོད་པ་ཅིག་ཆགས་ཡོད་རེད་བ། ད་ད་ལྟ་ང་རང་ཚོ་དེ་འདྲ་བའི་བརྗོད་བྱ་གཅིག་དང་གཉིས་མ་ཡིན་པ་ལྔ་བཅུ་དྲུག་བཅུ་དེ་འདྲ། ཞིབ་འཇུག་དང་གང་ཡང་མེད་པའི་ཐོག་ནས་གཅིག་བཤད་དགོས་ན་མཚམས་མཚམས་ལ་ཕིང་ལས་གནོད་ཆེ་བ་དེ་འདྲ་ཆགས་ཀྱི་ཡོད་ན་ཅི་ཞིག་བསམ་ཡོང་གི་འདུག་དེ་ཡིན་དུས་རྣམ་པ་ཚོས་ངས་གང་བཤད་བཞག་པ་དེ་མཐའ་དོག་དང་གྲུབ་དོན་དང་ཞི་བའི་ཞིབ་འཇུག་དང་མྱང་བྱ་ཅི་བྱ་བའི་གི་བཟོ་འདྲ་བོ་ངོས་འཛིན་ཟེར་བ་ཡིན་ན། ད་ལྟ་རང་བདེ་གི་ཡོད་མ་རེད། འོ་དེ་འདྲའི་ཅིག་ཞི་བའི་ཐོག་ནས་ནི་ང་རང་གི་གང་དྲན་པ་དང་ཤེས་བ་དེ་མདོར་བསྡུས་པ་རེ་མ་ཞུ་ཡ་ཡིན། དྲི་བ་དང་པོ་དེ་ལ་ནང་ཆོས་འདི་འཇིགས་སྐུལ་དང་སླུ་བྲིད་ཀྱི་ལམ་ལུགས་ཤིག་ཨེ་རེད་ཟེར་ཕྱིན་འདུག་བ། དེ་ང་ཚོ་ཐོག་མར་གི་ལན་ཡིན་ཏེ། མ་རེད་ཟེར་ནས་ཞུས་ཤེ་ན་ཕ་རྒྱལ་འགྲིག་གི་རེད་བསམ་གི་འདུག། ནང་པའི་ཆོས་དེ་འགྱིག་སྐུར་གྱི་ཡོད་དེ་རྩ་བ་ནས་མ་རེད་འགྱིག་སྐུར་གི་ལྡོག་ཕྱོགས་འགྱིག་པ་མེད་པ་དང་འཚེ་བ་མེད་པ་གི་ནང་ལོགས་ལ་འགྲོ་བསྡད་མཁན་གི་ཆོས་ལུགས་ཀྱི་རེད་བ། ལྷུ་ཁྲིད་ཟེར་ཡོད་དེ་ཡང་ད་གོ་སྟངས་འདྲ་མི་འདྲ་རེད། ཡང་དག་པར་ངོས་འཛིན་བྱེད་མཁན་ཅན་ཡིན་ན་དེ་ལས་ཁྲིད་ཡས་དེ་སླུ་ཁྲིད་ཟེར་གི་མ་རེད། ཁྲིད་ཁྲིད་འགྲོ་གི་ཡོད་རེད་དེ་ད་སླུ་ཁྲིད་ཟེར་ཡས་དེ། ཚིག་འདི་ལྡོག་འོག་གི་ཕྱོགས་ནས་བེད་སྤྱོད་བཏང་ཡོང་གི་ཡོད་རེད། དེ་མིན་ནས་ད་ཚིག་དེ་ཡག་ཕྱོགས་ནས་སྒྲུབ་ཕྱོགས་ནས་བཤད་པ་ཡིན་ན། ཨ་ནི་ལམ་ལ་སྤྲེལ་བར་མཛད་པ་ཟེར་ལམ་ཡང་དག་པར་ལ་ཚུར་ཁྲིད་ནས་ལམ་དེ་ལ་སྤྲེལ་བར་མཛད་པ་ཟེར་གྱི་ཡོད་རེད་ད་དེ་ཚོ་དེ། ཤེས་སྟངས་འདྲ་བ་གཅིག་རེད་མི་ཚེ་གོ་རྒྱུ་དེ། གཅིག་པ་ལ་གོ་བས་དེ་འདྲ་ཡོང་གི་ཡོད་རེད། ད་དེ་མ་ཡིན་པར་ཆོས་ཀྱི་མིང་དང། ཆོས་ཀྱི་ཐོག་ནས་ཡོད་པའི་གོ་གནས་ལ་སོགས་པ་དང་དེ་འདྲའི་བེད་སྤྱོད་བཏང་ནས་སོ་སོའི་ཁེ་ཕན་གྱི་ཆེད་དུ་མི་གཞན་དག་བསླུ་བྲིད་ཀྱིས་མགོ་སྐོར་བཏང་མཁན་ཡོད་སྲིད་པ་རེད་དེ་གང་ཟག་སྒེར་གྱི་གནས་ཚུལ་རེད། དེ་འདྲ་ཀྱི་རྒྱུ་མཚན་དུ་བྱས་ནས་ནང་ཆོས་དེ་བསླུ་ཁྲིད་ཀྱི་ལག་ཁྱེར་འདྲ་བོ་ཅིག་དང་ལག་ཁྱེར་དེ་མི་ཁོ་རང་གི་ལག་ཁྱེར་བྱས་ཡོང་བ་རེད་མ་གཏོགས་ཀྱི་ནང་ཆོས་ཁོ་རང་གི་ངོ་བོ་དེ་དེ་འདྲ་མ་རེད་ཟེར་ན་ད་དེ་དབྱེ་བ་འདྲ་བོ་ཅིག་ཕྱེ་དགོས་ཀྱི་མེད་འགྲོ་བསམ་གྱི་འདུག་ཨེ་དྲི་བ་དང་པོ་དེ་ད་དེ་འདྲའི་འདྲ་བོ་ཅིག་ཡིན། དྲི་བ་གཉིས་པ་དེ་ལས་སྤུས་ཚད་དང་ལྡན་པའི་གྲྭ་བ་ཞིག་ཡོང་དགོས་ན་ཐང་ལམ་ག་འདྲ་ཞིག་བསྟེན་དགོས་རེད་ཟེར་ཡ་བྱས་འདུག་བ། པའི་ཚིག་དང་ལྡན་པའི་གྲྭ་བ་ཟེར་ཡ་དེ་ཕྲན་ཉིན་བརྒྱ་ལྔ་བཅུ་ག་ཚད་ཡོད་བ་ཡིན་ན་དེ་ཚུལ་བཞིན་དུ་གསུང་མཁན་བྱེད་ལོས་གོ་དགོས་ཡོད་བ་ཡིན་ན་ད་དེ་ཚོ་རེ་རེ་བཞིན་ཕྲན་དེ་ཚོ་གསུང་ཡ་ལས་མཐུན་རྐྱེན་ག་རེ་དགོས་ས་རེད་ཆ་རྐྱེན་ག་རེ་དགོས་ས་རེད་འཁོར་ཡུག་ག་འདྲེ་བྱས་ནོ་གནས་དགོས་ས་རེད་འཚོ་དགོས་ས་རེད་ད་དེ་ཚོ་མ་ཞི་དྲག་གི་དབྱེ་བ་འགའ་ནི་བཤད་ཡོད་རྒྱུ་རེད། དེ་ནི་སྤུས་ཚད་དེ་ལ་ཡང་མ་རེག་འདྲ་དགའ་བ་ཡིན་ན་ནི་ཤེས་ཡོན་གྱི་ཐོག་ནས་གྲྭ་བ་ཚད་ལྡན་གཅིག་སྤུས་ཚད་ལྡན་པ་གཅིག་ཡང་ན་ཐ་སྙད་གཞན་དག་གིས་བེད་སྤྱོད་བཏང་བ་ཡིན་ན་ཡག་ས་རེད། མཁས་པའི་སྤུས་ཚད་ལྡན་པའི་གྲྭ་བ་ཞིག། བཙུན་པའི་སྤུས་ཚད་ལྡན་པའི་གྲྭ་བ་ཞིག། བཟང་པོའི་སྤུས་ཚད་ལྡན་པའི་གྲྭ་བ་ཞིག་ཟེར་ནས་མཁས་བཙུན་བཟང་སོང་གི་སྤུས་ཚད་གསུམ་བཤད་ཡོད་ཟེར་བ། ད་དེ་གསུམ་ག་ལྡན་པའི་གྲྭ་བ་ཅིག་ཡོད་ན་འདི་ད་ཞི་བ་ཅིག་ཡིན་འགྱུར་བ། ཡིན་ན་ཡང་དེ་འདྲའི་རྐང་གཅིག་ལྡན་པ་ཡིན་ན་ཡང་ཚད་དང་ལྡན་པ་གཅིག་ལྡན་པ་ཡིན་ན་ཡང། དེ་ཡག་པོ་ཞུ་གཅིག་ཡིན་དུས་ད་འདི་ཚོ་རེ་རེ་ཡིན་མ་རེག་ག་ནས་ཤེས་དགོས་ཡ་འདྲ་བོ་ཅིག་ཆགས་ཡོད་ས་རེད་ད་འདི་ཚོ་རེག་ག་ནས་དེ་བྱེད་དགོས་ན་བསམ་བློ་དཀྲུགས་སོང་སྐྱོབ་རྗེ་དང་བློ་རྩེ་ཉལ་ཞིག་རྩ་ང་བཀོད་ནས་ཨ་ནི་རྩིས་ལ་ཕར་བ་སྟེང་ལ་ཕར་བ་ནང་གི་བྱས་ནས་མ་ཞིབ་ཕྲ་བཅས་ཀྱི་བསམ་བློ་བཏང་ནས་ཟིན་བྲིས་པ་ཞིག་ཤེས་ནས་དགོས་ཡ་ཅིག་ཆགས་འདུག་ཨ། མཁས་པ་སྤུས་ཚད་ལྡན་པ་ཅིག་བཟོ་དགོས་ན་ནི་གཙོ་བོ་སློབ་གཉེར་གྱི་ཕྱོགས་ལ་ཤུགས་རྒྱག་དགོས་ཀྱི་ཡོད་རེད། བཙུན་པ་སྤུས་ཚད་ལྡན་པ་ཅིག་བཟོ་དགོས་ཀྱི་ཡོད་ན་གཙོ་བོ་དམ་ཚིག་དང་སྡོམ་པ། ཁྲིམས་དེ་ཚོ་གི་ཐོག་ལ་ཤུགས་རྒྱག་དགོས་ཀྱི་ཡོད་རེད། བཟང་པོ་སྤུས་ཚད་དང་ལྡན་པ་ཅིག་དགོས་ཀྱི་ཡོད་ན་ཁྲིམས་དེ་ཚོ་གཞི་བཞག་ཡིན་རྒྱུ་རེད་དེ་དེ་གི་ཐོག་ལ་ད་མི་ཆོས་ཀྱི་ཡ་རབས་བཟང་སྤྱོད་ཟེར་ཡ་དེ་འདྲ་ཡོད་རེད་བ། ཨེ་ཡིན་ཕིན་ལ་སོགས་པ་དང་ད་དེ་འདྲས་ཀྱི་བསླབ་བྱ་མང་པོ་ཅིག་སྒུག་ཡོད་རེད་བ། འོ་ད་དེ་འདྲས་འདྲ་བའི་བར་རེ་འགའ་ནི་ཤི་སྒུག་མེད་འགྲོ་བསམ་གྱི་འདུག། དེ་ནས་དྲི་བ་གཅིག་ལ་དྲི་བ་གཅིག་ཡིན་ས་མ་རེད། ན་ནི་རྒྱ་རབས་ཀྱི་མགྱོགས་དེ་ག་དུས་སོང་ཐུབ་ན་སོང་རོགས་ཟེར་ཤག་ཁུ་ཡུག་གི་གནམ་ཆུ་སྒུག་པ་ནང་གི་སྒུག་དུ་ཡོད་ཟེར་གྱི་འདུག་བ། ད་དེ་སྐབས་ཅིག་ལ་ཕ་རྗེས་ཡོང་ས་མ་རེད། ཨོ་དུས་ཚོད་ཀྱི་ཆ་ནས་ལས་ཀ་གི་ཆ་ནས་དེ་ཡོང་གི་མི་འདུག་ཨ། ག་སྲིད་ཡོང་བ་ཡིན་ན་ལོ་རྒྱུས་འདྲ་བོ་གཅིག་གཞི་ལ་ཡ་ནི་མ་ཤེས་རྒྱ་བ་ཡིན་ན་ཨོ་ཚེ་ཡིན་འགྲོ། དེ་ནས་གོ་མྱོང་ཚེ་ཚང་མ་ཡར་ལྷན་པོ་རྒྱབ་ཆོག་གོ་རེད་བ། ཡིན་ན་ཡང་དུས་ཚོད་ཀྱི་ཆ་ནས་ད་ལྟ་ལྟས་ཚིག་ལ་ཡོང་ས་མ་རེད་ཟེར་ནས་ཞུ་ཡ་ཡིན་ད་དེ་དྲི་བ་ཟེར་མཁན་ཡིན་ས་མ་རེད། དེ་ནས་དྲི་བ་དེ་ལས། འབྲོང་དགོན་ཆུ་རྒྱུན་ཕོག་པར་སོག་ཡུལ་གྱི་དབུ་བླ་མཛད་སྐབས་སོག་ཡུལ་ལ་ནང་ཆོས་ག་ཚད་དར་ཡོད་རེད་ཟེར་གྱི་འདུག་ཨ། དེ་ངས་ཞིབ་ཕྲ་མི་ཤེས། འབྲོང་དགོན་ཆུ་རྒྱུན་ཕོག་པར་དབུ་བླ་མཛད་པའི་སྐབས་ལ། ད་ས་པན་དུ་དེ་སྔོན་ནས་ཕེབས་བ་རེད་བ། སྔོན་ནས་ཕེབས་སྲིད་ན་མ་བྱུང་ད་ས་པན་ཕེབས་དུས་ནས་འབྲོང་དགོན་ཆུ་འབབ་བར་གྱི་ཆར་ཁྲིས་སུ་རེད་བསམ་སོང། ཡིན་ན་ཡང་ད་ཁོང་དབུ་བླ་མཛད་པའི་སྐབས་སུ་ས་པན་ཕེབས་ཚར་ཡོད་རྒྱུ་རེད་ཤེས་ངེས། ཨ་དེ་ཚོའི་སྔུན་ལ་ཡང་བཀའ་བརྒྱུད་ཀྱི་བླ་མ་དེ་འདྲ་ཁ་ཤས་སོག་ཡུལ་ལས་ཕུད་ས་དེ་འདྲས་ཀྱི་སྐད་ཆ་ཡོད་རེད་བ། ཨ་རི་ཀའི་ཧོ་ལི་བོ་ཀྲི་ཀའི་གློག་བརྙན་བཟོས་རྒྱག་གི་ཇེན་གི་སི་ཁང་གི་གློག་བརྙན་བཅུ་ཡོད་རེད་དེའི་ནང་ལོགས་ལ་ཡང་ཇེན་གི་སི་ཁང་ཁོ་རང་གི་སྐབས་ནས་སོག་ཡུལ་ལས་བོད་བརྒྱུད་ཀྱི་བླ་མ་ད་བོད་པ་ཡིན་ཟེར་གྱི་ཡོད་ན་མེད་ན་ང་ཡག་པོ་ཧ་གོ་མ་སོང་དེ་གང་ལྟར་བོད་པའི་གཟན་ཤ་བཀོལ་བསྡད་མཁན་གྱི་གྲྭ་བ་དེ་འདྲ་ཡོད་པ་ད་དེ་ཚོ་གིས་ཇེན་གིས་ཁང་ཁོ་རང་ཕྱོགས་འཚོ་བ་གཞན་དག་གི་བཙོན་ཁང་ནང་བཅུག་གི་ལས་ཚོད་སྐྱོ་བོས་གིས་དེ་འདྲའི་སྒྲོངས་ཟེར་ན་མི་འདུག་དེ་འདྲའི་འཁྲབ་འདུག་གློག་བརྙན་ནང་ལོགས་ལ། དེ་ལྟར་ཀོ་ཚོགས་ཏོག་རྩིས་བརྒྱན་པའི་བཟུང་ས་ཡོད་རྒྱུ་རེད། ཡིན་ན་ཡང་ནང་ཆོས་ཤུགས་ཆེན་པོ་དར་ཡོད་རྒྱུ་མ་རེད། འགྲོ་མགོན་ཁྱོད་འཕགས། ཡོན་རྒྱལ་པོ་གི་དབུ་བླ་བྱེད་པའི་སྐབས་སུ་ཡང་ནང་ཆོས་དེའི་མཐོ་རིམ་གྱི་མི་སྣ་ཉུང་ཤས་ཅིག་ནང་ལོགས་ལ་མ་གཏོགས་ཁེ་མ་དམངས་ཁྲོད་ལ་ཕར་རྒྱལ་དར་ཡོད་རྒྱུ་མ་རེད། ད་རྒྱ་ནག་འདྲ་བོ་ཅིག་ཆ་མཚོན་པ་ཡིན་ན་ད་ཡོན་རྒྱལ་རབས་རྒྱ་ནག་ལ་བཙུགས་རུ་བ། རྒྱ་ནག་ཁོ་རང་ནང་ལོགས་ལ་དེ་སྔོན་ནས་ནང་ཆོས་ཀྱི་དར་དེ་བ་རེད། བོད་བརྒྱུད་མ་ཡིན་པའི་ཁོ་རང་གི་ནང་ཆོས་ཀྱི་ཡོ་ར་བ། ད་སོག་ཡོ་རང་ལ་ནང་ཆོས་དེ་སྐབས་དེ་དུས་ཀྱི་མཐོ་རང་ནང་ལོགས་ཀྱི་རྒྱ་པོ་དང་ཁོ་རང་ཚོ་བསྐོར་བ་དེ་རེད་མ་གཏོགས་ཀྱི་སོག་ཡོ་དམངས་ཁྲོད་ལ་མ་ནང་ཆོས་སི་དར་ཡོད་ན་མེད་ན་བསམ་གི་ང་ཞིབ་ཕྲ་མི་ཤེས། ཕ་སྐྱེས་ད་ལོངས་སུ་སྐྱེས་ཡོད་ཀྱི་མ་རེད་ད་ཁོ་རང་མི་ཚེ་ཁོ་རང་དམག་བརྒྱབ་ནས་དམག་དང་འབྲོག་པ་དང་རོ་བ་ཆ་ལ་བཅད་ནས་ད་འབྲོག་ནས་དགོས་དགོས་ར་ཁོ་ཚོ། ནང་ཆོས་ཤུགས་ཆེན་པོ་དར་ཡས་དེ་ཤི་ཞིག་མེད་འགྲོ་བསམ་གི་རྒྱ་ཀོང་བྲན་གསུམ་པ་དབྱེ་བ་ལྔ་བ་ད་དེ་གི་རྗེས་ཀྱི་སྐད་ཆ་འདྲ་བོ་ཕ་རྗེས་མ་དམངས་ཁྲོད་དར་ཡས་དེ་ཟེར་ཡིན་དང་མ་གཏོགས་གི་ཤུགས་ཆེན་པོ་དར་ཡོད་ན་མེད་ན་ད་ང་ཞིབ་ཕྲ་ཧ་གོ་གི་མི་འདུག་དེ་ནས་དྲི་བ་བཅས་ལས་འབྲི་གུང་བློན་སློབ་ཀྱི་སྐབས་སུ་གླིང་ཚང་གི་དམག་ས་གཞི་དམག་རོགས་ཡོང་བའི་ལོ་རྒྱུས། འབྲི་གུང་གདན་རབས་གསེར་རིའི་འཕྲེང་བ་ལས་གསར་ཟེར་གྱི་འདུག་དེ་འདྲ་ཡིན་ནམ་ཟེར་གྱི་འདུག་ད་འདི་ངས་ཡག་པོ་མི་ཤེས་ད་ག་འདྲའི་ཟེར་ནས་ལབ་ཨོ་ཡོད་ཡིན་ན་འབྲི་གུང་གདན་རབས་གསེར་འཕྲེང་དེ་ངས་སྐྱི་ལོག་དང་སྙུང་དེ་དེ་འདྲའི་གསལ་པོ་ཞེ་དྲག་ཡོད་ན་མེད་ན། འབྲི་གུང་གདན་རབས་གསེར་འཕྲེང་ཟེར་ཡས་དེ་འབྲི་གུང་སྐྱབས་མགོན་སྐུ་འཕྲེང་ག་རེ་ཡིན་ན་གཅིག་གཙང་ཤ་གསང་སུ། ང་སེར་པོ་མི་གདའ། ང་སྔོན་མ་ལོག་འདིར་རོ། ཕྱི་ལོ་གཅིག་སྟོང་བདུན་བརྒྱ་དང་བརྒྱད་བརྒྱ་གི་པཱ་རུག་གི་དང་ཁེ་བ་གཅིག་བཙོང་ཡི་ཐུགས་ཀྱི་རེ་ཞག་ད་དུས་ཀྱི་ནང་ལོག་ལོས་ག་རེ་ཡོད་རེད་ཟེར་ན་འབྲི་གུང་བློན་ལོག་གི་སྐབས་སུ་ཁམས་ཀྱི་རྒྱ་མཚོས་གཏོགས་པའི་མི་ཡི་གིས་ཁམས་བ་ཁམས་ཀྱི་དམག་མང་པོ་རྒྱུ་འཕྲི་ཡོང་ནས་འབྲི་གུང་འདི་རྩ་མེད་བཟོས་ནས། དཔལ་གསུམ་གཏོར་ཅི་ཅི་མ་མ་ད་དྲ་བ་མང་པོ་བསྲེག་དེ་འདྲས་བྱས་ནས་ད་དྲ་བ་རྟོགས་པ་ཐོབ་བསྡད་མཁན་གྱི་ཁྲི་གཅིག་ཚད་ཀྱི་ཆུན་པོ་ཁོ་ར་ཚད་ནས་ཡར་དྭགས་པ་གངས་ཤུད་ལ་འཕུར་སོང་བ་རེད་ཟེར་ཡག་གི་ད་དེའི་བཟོ་འདྲ་བོ་གསུངས་ཡོད་རེད་བ། རྒྱ་མཚོའི་སྟོད་པའི་མི་ཞིག་གི་ནང་ལོགས་ལས་གླིང་བསོད་ནམས་རྒྱ་མཚོས་ཟེར་གཅིག་རེད་ད་དེའི་གླིང་འདི་ད་ལྟ་གླིང་ཚོང་གི་གླིང་དེ་ཕ་སྐྱིད་ཡིན། ཡིན་སྲིད་པ་རེད། མི་ཚེ་གླིང་གི་རོགས་པ་གཅིག་ནི་དམག་ཁྲིན་འོད་ཟེར་དེ་འདྲའི་སྲས་པོ་རང་ཡོད་ན་མེད་ན་ད་རྒྱམ་ཚེ་ཐོབ་པའི་མི་གཞི་དུ་མར་བགྲང་འོང་དུས་གླིང་བསོད་ནམས་རྒྱམ་ཚེ་ཟེར་གཅིག་ཡོང་གི་ཡོད་རེད། འབྲོ་ཐབ་པ་རྒྱམ་ཚེ་ཨ་ཡ་ཤཱཀྱ་རྒྱམ་ཚེ། གོང་འཇོག་བླ་མ་རྒྱམ་ཚེ། གླིང་བསོད་ནམས་རྒྱམ་ཚེ་ཟེར་རྒྱམ་ཚེ་ཐོབ་པའི་མི་གཞི་གིས། བ་གང་གི་དམར་ཁྲིད་དེ་གཙོ་བོ་དེ་མི་ནི་གཡོན་གོང་མ་གི་ཡ་བཏང་གི་འགྱོ་རེད་སྲིད་སོག་པོ་གི་དམག་དེ་གི་ཁ་ལ་བ་གང་གི་རྒྱང་ཚིག་གཞི་གི་དམག་རོགས་ནི་འབྲི་གང་རྩ་མེད་བཟོས་སོང་བ་རེད་ཟེར་དེ་གསུངས་འདུག་བ་དེ་ནང་ལོག་ལ་དེ་ལས་ལྷག་པའི་གི་གླིང་གི་དམག་རོགས་ཡོང་རེད་ཟེར་བ་དེ་འདྲའི་རང་ནི་སྲིད་ཧ་སི་མཐོང་མ་མྱོང་སྲིད། ཁམས་ཀྱི་རྒྱམ་མཚན་སྟོད་པའི་མི་ཡིས་ཟེར་ན་ཤེས་ཡོད་རེད་དེ་དེ་ལས་ལྷག་པའི་གི་ཡང་རོང་པོ་དགེ་འདུན་རྒྱམ་མཚན་ཟེར་གྱི་ཡོད་ལེ་དེ་ཁམས་པ་ཡིན་ཟེར་གི་ཡོད་རེད་ད་དེའི་གི་ས་སྐྱ་ལས་ཞོལ་བོད་ཅུས་ཀྱི་ཞིག་ཅིག་བཞག་ཡོད་ཟེར་བ། སྐབས་དེ་དུས་ས་སྐྱ་ལས་ཚོས་དབུས་ཀྱི་ཕྱོགས་ནས་ད་འབྲི་གུང་གི་ལྟས་ཚིག་སྒྲ་འཁྱེར་གི་ཡོད་རེད་བ་འབྲི་གུང་དགོན་པ་སོང་གི་རིང་ལས་ད་ས་སྐྱ་བ་དང་རྟོག་མེད་རྟེན་འབྲེལ་བཅད་བསྡུས་ལྟ་གཙོ་བོ་འདྲ་བོ་གཅིག། འབྲི་གོང་ཁོ་ཚོ་གི་ས་སྡེ་གཙོས་དེ་མི་ཚེ་དྲེགས་པ་བརྒྱབ་བའི་རྐུན་མ་བརྒྱབ་དེ་རིགས་གལ་ཆེ་གི་ཡོད་ས་མ་རེད་དེ་ཡིན་དུས་སྟབས་ཚེ་སྟབས་བདེ་འདྲ་ཡོད་ཟེར་བ། ལྷོ་གདོང་དང་གདོང་རིང་སའི་བག་ལྷོག་གི་ཕྱོགས་དུ་བ་ལ་འགའ་ཡོད་ཟེར་བ་ད་དེ་ཚོ་གི་ཀོ་རྒྱག་པ་འདྲ་བོ་རྒྱབ་རྐུན་མ་འདྲ་བོ་བརྒྱབ་ནས་དེ་བྱས་ཡོང་དུས་དེ་དཔེ་ཁག་པོ་ཡོད་ཡིན་ས་རེད། སྒྲ་ཤ་རྒྱབ་ཤས་རྒྱབ་སའི་ཅིག་ཡོད་རེད་བ་ཀོ། ཨོ་དེ་འདྲས་རྐྱང་རྐྱང་བྱས་ཏེ་ད་དེ་གི་ཁ་སྣོན་ལ་ཁམས་པ་དགེ་འདུན་རྒྱ་མཚོས་ཟེར་ད་དེ་གི་སྐད་བསྒྲགས་ཤི་བི་ཡ་ཟེར་གྱི་ཡོད་རེད་དེ་རྒྱ་མཚན་ཡིག་ཡག་ནང་ལོག་ལོས་མི་འདུག་ད་དེ་ཕ་འཁྲུལ་ནས་ཤེས་དགོས་སྐད་མི་འདུག་ད་དེ་རེ་ལྷག་པི་ངའི་ཧ་གོ་མེད་ད་དེ་གི་ནང་ལོག་ལ་རྒྱ་མཚན་གཏོགས་པའི་མི་ཡིག་དམག་དཔོན་བྱས་ནས་འབྲི་གུང་གླིང་ལོག་བྱས་པའི་སྐབས་སུ་ནི་གླིང་བསུ་ན་རྒྱ་མཚན་ཟེར་ཡ་གཅིག་ཡོད་པ་དེ་དེ་ནང་ལོག་ལ་ཟེར་བ་འདུག་བསམ་སོང། འོ་དེ་རེད། དེ་ནས་དྲི་བ་ཁྱོད་ལ་སྙན་ངག་ཡིན་མིན་གྱི་ས་མཚམས་གང་འདྲ་ཅིག་ནས་བཞག་དགོས་པ་རེད་ཟེར་འདུག་ད་ལྟའི་ངས་སྙན་ངག་གི་གཞུང་ལུགས་མང་པོ་སྦྱངས་མ་མྱོང་བ་ཡིན་ཙང། ཞིབ་ཕྲ་ཞིབ་ཕྲ་གི་ཅིག་མཁས་པའི་གི་ལུགས་མ་འདྲ་བ་ག་ཚོད་ཡོད་མེད་དེ་ང་ཞིབ་ཕྲ་ཞུ་ཡ་མེད། ང་ཚོ་སྙན་ངག་ཟེར་དུས་ཤི་སྡང་གི་ངག་ཡིན་དགོས་པ་ཞིག་རྒྱང་རིང་བ་ཅིག་ཤེས་སྡོད་ཀྱི་ཡོད་རེད་དེ་ཡོངས་གྲགས་ཀྱི་དེང་སང་ད་ཡི་གེ་བྲིས་ཀྱི་ཡོད་དེ་སྙན་ངག་རེད་མ་རེད་དེ་བྲིས་ཀྱི་དུ་དེར་བལྟ་གི་ཡོད་རེད་བ། བྲིས་ཀྱི་ཡོད་དེ་ཁོ་ཡིག་གཟུགས་ཅིག་མ་དེ་རེད་མ་དེ་དེ་ངག་ཟེར་གི་མ་རེད་བ། སྙན་ངག་ཡག་པོ་དེ་འདྲས་བྲིས་འདུག་ཟེར་དེ་ཁོ་བྲིས་རྒྱག་གི་ཡོད་རེད་ལྐུགས་པ་ཡིན་ན་ཡང་སྙན་ངག་བྲི་ཐུབ་ཀྱི་ཡོད་རེད། ཁ་གྲགས་ཡག་མེད་མཁན་ཡིན་ན་ཡང་སྙན་ངག་སྤུས་དག་དེ་འདྲས་བྲི་ཐུབ་ཀྱི་རེད་བ། དེ་བྱེད་དུས་གཙོ་བོ་དེ་ད་སྙན་པོ་གཅིག་དགོས་ཀྱི་ཡོད་རེད། སྙན་ངག་ལ་ངག་ཡིན་དགོས་པའི་དབང་དུ་བཏང་བ་ཡིན་ན་ད་ངག་གང་ཞིག་ནི་རྣ་བ་སྙན་པོ་བརྗོད་བྱ་ག་འདྲས་ཅིག་ཤེས་དགོས་ཀྱི་ཡོད་པ་ཡིན་ན་ཡང་དེ་ལ་བལྟས་ཚུལ་གྱི་ཁོ་བོའི་གཞུ་རྩེར་གྱི་ཉམས་འགྲོ་ཡོད་པ་གཅིག། ང་ཚོ་ཞབས་བྲོ་དང་འདི་འདྲ་རྒྱག་པའི་སྐབས་སུ་ཁོ་ལ་ཉམས་འགྲོ་གཅིག་ཡོད་རེད་བ། ཞབས་བྲོ་བརྒྱབ་འདུག་སྐོར་བརྒྱབ། འཁྲབ་གི་ཡོད་རེད་བ་དང་ཁང་པ་གི་ཞབས་བྲོ་ཡིན་ན་མང་གི་གོ་གོ་ཅིག་སྐོར་བརྒྱབ་གི་ཡོད་རེད་བ། བསེ་ཐང་གི་སྐོར་བརྒྱབ་བདེན་མཁན་ད་མང་པོ་ཡོད་རྒྱུ་རེད་མི་བསེ་ཐང་གི་བྲོ་ཙི་ད་ད་གི་སྐོར་བརྒྱབ་འགྲོ་བསྡད་པ་ཡིན་ན་ཁོ་རྒྱུན་ལྡན་དེ་འགྲོ་བསྡད་གི་ཡོད་རེད་ད་ཞབས་བྲོ་དེ་རྒྱ་འོང་དུ་རྒྱུན་ལྡན་མ་ཡིན་པ་ལྟས་ཚིག་ཅིག་ཁོ་རྐང་པ་གཡུག་ན་གཡུག་སྟངས་དང། ལག་པ་གཡུག་ན་གཡུག་སྟངས་འདྲ་བོ་ཅིག་ལྟས་ཚིག་ཁོ་ཉམས་འདྲ་ཅིག་ཡོད་རེད་བ། ཨོ་སྙན་ངག་ཟེར་ཡས་དེ་དེ་འདྲའི་འདྲ་བ་ཅིག་གོ་སྐད་ཆ་བཤད་རྒྱུ་བ་རྗོད་བཞི་དེ་གཅིག་པ་ཤེས་གི་ཡོད་རེད་དེ་ཤེས་སྟངས་དེ་ལ་ཡང་གོ་བལྟས་ཚེ་ཅིག་ཉམས་འདྲ་ཅིག་ཡོད་དེ་འདྲ་ཅིག་ལ་ད་གཟིགས་དོ། ད་དེ་ཡིག་ཐོག་ལ་མ་བྲིས་ཀྱི་ཆོག་ཡོད་རེད་ད་ཡིག་ཐོག་ལ་བྲིས་ན་ཡང་བྲི་སྟངས་དེ་རེད། བལྟས་ཚེ་གོ་བལྟས་བཞི་འདྲ་བ་ཅིག་དང་སྙེམས་ཆ་འདྲ་བ་དང་དཔེ་ཚ་དཔེ་ལེན་འདྲ་བལྟས་ཚེ་ཡུལ་བའི་ཐོག་ནས་བཤད་ཡོང་དུས་ཨེ་སྙན་ངག་ཟེར་གི་རོ། འོ་དེ་འདྲའི་མེད་པ་ཡིན་ན་ད་བར་རྒྱ་སྙན་ངག་ཟེར་གི་ཡོད་ཀྱི་མ་རེད་ད་སྙན་ངག་ཡིན་ད་མིང་ས་མཚམས་འདྲ་བོ་དེ་དེ་འདྲའི་འདྲ་གཅིག་ཐུག་ན་བཤད་གི་མེད་འགྲོ་ངས་ཡག་པོ་ཤེས་གི་མེད། དེ་ནས་དྲི་བ་གཅིག་ལ་པ་ནང་ལེན་དྲ་སོགས་དང་དེ་མིན་ནང་པའི་གྲུབ་མཐའ་སྨྲ་བ་ཡི་ཡི་ཡ་སྦྱར་མདོ་སྡེ་པའི་གྲུབ་མཐའ་སྨྲ་བའི་མཁས་པ་སུ་དང་སུ་བྱུང་ཡོད་དམ་ཟེར་དེ་རེད་འདུག་བ། ད་ང་དེ་གཅིག་རྐྱེན་གཉིས་གཉིས་ཞུ་ཡ་མེད་ད། མདོ་སྡེ་པའི་མཁས་པ་སུ་དང་སུ་རེད་སུ་གི་རྗེས་སུ་འབྲང་གི་ཡོད་མེད་དེ། གྲུབ་མཐའ་ནང་ལོགས་ལ་གཅིག་གཟིགས་རྒྱབ་པ་ཡིན་ན་བ་རྗེས་དེ་ནང་ཡོད་རྒྱུ་རེད་བསམ་གི་འདུག་མཁས་པ་ཁ་ཤས་ཀྱི་མིང་ཡོད་བ། བསྡུས་གྲྭ་དེ་འདྲ་ཁ་ཤས་ཀྱི་ནང་ལོགས་ལ་མདོ་སྡེ་པའི་མཁས་པ་ཁ་ཤས་ཀྱི་མིང་ཡོད་བསམ་སོང། ཨོ་ང་ད་ལྟ་དེའི་དཔེ་ཆ་འདྲ་བོ་ཀློག་ནས་དེ་ལྟ་ལོངས་སུ་རེག་གི་མི་འདུག་ང་དཔེ་ཆ་ཡག་པོ་མེད། དེ་ཡིན་དུས་གྲུབ་མཐའ་དང་བསྡུས་གྲྭ་དེ་ཚོ་སྐྱེལ་ཟེར་བགྱི་བ་ཡིན་ན། ཞེ་སྡང་གི་མདོ་སྡེ་པ་ཟེར་ཏེ། གྲུབ་མཐའ་མ་ཡི་གེ་གི་ནང་ལོགས་ནས་གྲྭ་འོག་དམའ་ཤོས་འདྲ་བོ་དེ་ཞེ་དྲག་མ་བྱེད་དེ་དེ་ནི་མདོ་སྡེ་པ་ཟེར་དེ་ཉིད་དེ་ཐུན་མིན་གྱི་གྲུབ་མཐའ་མ་རེད་ཟེར་གྱི་ཡོད་རེད་བ། ཡིན་ན་ད་མདོ་སྡེ་པའི་འདོད་སྟངས་མང་པོ་ཅིག་ཡ་འོ་སེམས་དེ་ཚོ་ག་ཁས་ལེན་བསྡད་ཡ། ཨོ་དེ་འདྲའི་ཅིག་ཆགས་ཡོད་ན། ད་དེ་ལྟར་དྲི་བ་རྙིང་པ་དེ་འདྲ་ཆགས་ཡོད་ས་རེད། མདོ་སྡེ་པའི་གྲུབ་མཐའི་འདོད་ཚུལ་དེ་ཚོ་རྒྱ་གར་གྱི་མཁས་པ་ཚོས་གཞུང་གང་ན་གསར་འཁྱེར་ཡོད་རེད་ཟེར་འདུག་ཨ། དེ་ལྟར་དེ་དྲི་བ་རྙིང་དེ་ཡར་གཅིག་ཏུ་སྒྲིལ་དགོས་པ་ཡིན་ན། མདོ་སྡེ་པའི་གྲུབ་མཐའ་དེ་ཚོ་དེ་རྒྱ་གར་གྱི་གཞུང་ཟེར་ན་རེད། ད་ཁོ་རང་གི་གྲུབ་མཐའ་ཁོ་རང་གཞི་བཟུང་ས་འདྲ་བ་སྟེ། སངས་རྒྱས་ཀྱི་གསུང་རབ་སྡེ་སྣོད་གསུམ་ལ་སོགས་པ་མང་པོ་ཡོད་པའི་ནང་ནས་ད་མདོ་སྡེ་རྗེས་སུ་འབྲང་བ་ཡིན་ཙང་མདོ་སྡེ་པ་ཞིག་གི་མིང་ཐོགས་དགོས་ཡ་དེ། ཁོ་རང་གི་གཞི་བཟུང་ས་འདྲ་བ་ཚིག་བཟུང་ས་འདྲ་བ་ཚད་མ་བརྩི་ས་འདྲ་བ་འདི་མདོ་སྡེ་ཀྱི་གཞུང་དེ་ཚོ་བསྟན་བཅོས་དེ་ཚོ་བསྟན་བཅོས་ཟེར་དགོས་རྒྱུ་མ་རེད་བཀའ་ཟེར་དགོས་རྒྱུར་བ་དེ་ཚོ་རེད་སྲིད། ཨ་ནི་དེ་མ་འགྲེལ་བཤད་རྒྱབ་པའི་སྐབས་སུ་ཀོ་གཏམ་དཔེ་ཚགས་དཔེ་ལེན་མང་པོ་བྱས་ནས།

ལྷག་པར་དུ་ང་ཚོ་བསྡུས་གྲྭ་ཟེར་གྱི་རྩོད་ཡོད་རེད་བ་དེ་ཚོའི་ནང་ལོག་གི་སྤྱི་དང་བྱེ་བྲག་དང་རྫས་ཡིག་དང་སྐྱིད་སྐྱིད་དམར་དམར་ཀོག་ཀོག་མང་པོ་ཤེས་དེ་ཕ་ར་ཅེས་བ་དེ་མདོ་སྡེ་པའི་ཡིག་རྒྱ་འདྲ་བོ་རེད་འདུག་བ། དེ་དག་ཚད་མའི་བསྟན་བཅོས་དེ་ཚོའི་ནང་ལོག་ནས་མང་ཡོང་གི་མེད་འགྲོ། ཨ་དེ་མ་ཡིན་པ་ད་མངོན་པ་རེད་ཨ་ནི་གཙོ་བོ་ཁོ་རང་ཡིག་རྒྱ་སེ་མདོ་སྡེ་བསྟན་བཅོས་སྡེ་སྣོད་དེ་ཚོ་ཡིན་དུས། དེ་འདྲའི་འདྲ་བོ་ཅིག་རེད་མ་གཏོགས་ང་ཞིབ་ཕྲ་གི་ཤོད་ཡ་མི་འདུག་དེ་ཡིན་དུས་གྲུབ་མཐའ། ནང་ལོགས་ནས་མདོ་སྡེ་པའི་ཁ་དོག་དེ་གཅིག་གཟེངས་རྒྱབ་ཡིན་ན་དེ་ཡག་ཡོད་རྒྱུ་རེད་བསམ་གི་འདུག། དེ་ནས་དྲི་བ་གཅིག་ལས་ལྷ་སའི་ཇོ་བོ་དང་པོ་གང་ནས་ཡིན་པ་དང་སུས་ཡིན་པ་དང་རྒྱུ་ཆ་དེ་ག་རེད་ཟེར་དེ་ཡིན་ས་རེད། ད་བཤད་སྲོལ་འདྲ་བོ་ཅིག་ཡིད་གཞག་ཡ་རེད་ང་ཚོས་དེ་མ་གཏོགས་ཀྱི། དེང་སང་གི་ཚན་རིག་པ་དང་ལོ་རྒྱུས་མ་ཤེས་པ་ནང་གི་དཔང་རྟགས་ཡིན་ང་ཚོ་གི་བསྟན་མེད་ཨ། ནམ་རྒྱུན་ཤེས་གསོན་འདྲ་བོ་བྱེད་ལ་ལྷ་སྲིད་ཇོ་བོ་དེ་དང་པོ་གང་ནས་ཡིན་བ་རེད་ཟེར་ཡོང་དུས་རྒྱ་གར་ལས་ཡིན་མཁན་ཞིག་ཡོད་རེད། སུའི་ཡིན་པ་རེད་ཟེར་ཡོང་དུས་ཨ་ཡིན་མཁན་དེ་བཟོ་ཡི་རྒྱ་བོད་འབུ་ཤོ་ཀ་མ་རེད་གཞིན་བདག་དེ་ལྷ་ཡི་དབང་པོ་རྒྱ་བཞི་རེད་ཟེར་གྱི་ཡོད་རེད་བ། རྒྱུ་ཆ་བསྲེས་ན་ད་རིན་ཆེན་སྣ་ལྔ་ལས་གྲུབ་པ་ཅིག་ཡིན་བ་རེད། རིན་པོ་ཆེ་སྣ་ལྔ་ཡོད་རེད་ཁོ་རང་གི་གྲུབ་ཆ་རྒྱུ་ཆ་འདྲ་བ་དེ་ལས། དེ་ཡིན་དུས་ད་དམིགས་བསལ་ལས་ཀྱི་བཟོ་ནས་ངོས་འཛིན་བྱས་ན་མ་གཏོགས་ཀྱི་རིགས་གཅིག་ངོས་འཛིན་བྱེད་ཁག་པོ་རེད་བ་ད་སྔ་དམ་པ་སྤྲེལ་རིགས་བཏང་བཞིན་ཡོད་ན། ལས་དང། འཕྲོག་དང་གང་ལྟར་ལོག་རྒྱབ་ཡས་ཡས་འདི་ཚོ་ནང་ལོག་ལོ་ད་མང་པོ་ཅིག་སྤྲད་དགོས་ཀྱི་ཡོད་རེད། ཨེ་སྤྲད་ཚ་རྡུལ་གྱི་མན་གྱི་ཡོར་བ་དཔེ་ན་འཕྲོག་ཟེར་བའི་བཟོ་འདྲ་ལས་ཟེར་བའི་བཟོ་འདྲའོ། འོ་ད་དེ་འདྲའི་འདྲ་བོ་ག་རེ་ཡིན་ན་ཅི་ཡིན་འགྱུར་བ། འོ་སའི་དེ་ང་ཚོའི་ཕྱི་ལོག་ནས་ཕར་ཞོག་བསྡད་པ་རེད་མ་ཏི་དང་པོ་སའི་རང་ཡིན་ན་མིན་ན་ད་སའི་དེ་ཚེ་སྤྲད་ཨེ་སྐྱག་དང་འཕྲོག་དང་ཟ་དང་རང་ན་འཕྲོག་དེ་ཚོ་འདུག་ཡིན་ན་དེ་སོ་ལ་ཡང་ཁྱོད་བློ་སྒུར་ཟེར་གི་འདུག་བ་ད། ཞེས་པ་སྤྲད་ཡོང་གི་ཡོད་རེད་བ། ལོག་རྒྱབ་ཀྱི་དོན་ཞིག་རེད། ག་དུས་ཡིན་རེད་ཟེར་ན་སངས་རྒྱས་ཞག་བཞུགས་ཀྱི་དུས་ལ་གཞིགས་ནས། ཁོ་རང་ཞག་བཞུགས་པས་མ་ཚད་ཁོ་རང་ནུ་མ་ནང་ནས་ཡར་གསོག་བསྡད་མཁན་གྱི་ཤེལ་སྒོའི་བདག་མོ་ཡོད་པའི་སྐད་ཆ་བཤད་དགོས་རེད་ཤེལ་སྒོའི་བདག་མོར་སྐད་ཆ་དྲིས་ནས་སངས་རྒྱས་ཆུང་དུས་ག་འདྲ་ཡོད་རེད་དགུང་ལོ་བདུན་ཡིན་ན་བཅུ་གཉིས་རེ་ཡིན་ན་གཅིག་དགུ་ཚེ་མ་རེད། སྐབས་དེ་དུས་ཁྱོད་ཀྱི་འོ་མ་ནུས་སུས་སྡེར་དུས་ཁྱོད་ཧ་གོ་གི་རེད། དེ་ལ་དྲི་ཤི་དྲི་ཤི། བཟོ་ཡི་རྒྱལ་པོ་འབུ་ཤོ་ཀ་མ་ཡིན་བ་རེད། འདི་དེ་ནས་ཤེས་གི་ཡོད་རེད། འདི་དེ་ནས་ཀོ་ཅོ་འོག་གི་ལོ་རྒྱུས་དེ་ང་ཚོས་ཞིབ་འཇུག་ཡག་པོ་ཅིག་བྱེད་དགོས་ཡོད་རེད། རྒྱ་ནག་ལ་ག་དུས་སླེབས་ཡོད་མེད་དང་དེ་ནས་བོད་ལ་ཡར་སླེབས་ཡོད་མེད་དེ་གའི་བཤད་སྟངས་འདྲ་མི་འདྲ་མང་པོ་ཞིག་ཡོད་དེ་བ།

སངས་རྒྱས་ཞབས་ཞུ་གི་དུས་ལོ་ཡོན་ཅིང་དེ་ནས་ལོ་ལྔ་བརྒྱ་ལྟེ་བ་བཅུ་ཡོན་ཅིང་ལོ་ལྔ་བརྒྱ་ལྷ་ཡོན་ལུས་ཅིང་ལོ་ལྔ་བརྒྱ་ཀླུ་ཡོན་ལུས་ཅིང་ལོ་ལྔ་བརྒྱ་ཨོ་རྒྱན་ཧུད་ཡོན་ལུས་ཅིང་ལོ་ལྔ་བརྒྱ་རྒྱ་ནག་ལ་ཡོད་སྲིད་ཡོང་དུས། དེ་ནས་ད་ལྟ་བར་དུ་ལོ་སྟོང་ཕྲག་ལྔ་སྒྲོག་གི་བར་གནམ་ན་ཡང་དེ་ནས་མ་ཆུད་ཡག་གི། ད་དེ་འདྲའི་གི་བཤད་སྟངས་དེ་འདྲ་མི་འདྲ་མང་པོ་ཞེ་དྲག་འདུག་ཨ། དེ་ཚོ་དངོས་གནས་བྱས་ན་ཞིབ་འཇུག་གནང་དགོས་ཀྱི་རེད་ཞེས་ད་གནང་ཡོད་ན་མི་ཤེས། ངས་མང་པོ་མཐོང་གི་ཡོད་མ་རེད། དེ་འདྲའི་འདྲ་བ་ཅི་རེད། དེ་འདྲའི་དྲི་བ་ཅི་ལ་བོད་མི་ནང་ཆོས་ལ་ངོས་འཛིན་བྱེད་པ་ཐམས་ཅད་ནང་ཆོས་དངོས་གནས་རེད་བས། ཐམས་ཅད་ནང་ཆོས་དངོས་གནས་མ་ཡིན་ནམ་དངོས་གནས་མ་ཡིན་པ་ག་ཚད་ཚར་གྱི་ཡོད་རེད་ཟེར་གྱི་འདུག་བ། ད་མང་པོ་ཞི་རགས་ཡོད་རེད་ཟེར་ནས་ཚིག་སྤོམ་སྤོམ་ཅིག་བཤད་ཀྱི་ཡོད་རེད་མ་གཏོགས་ཀྱི་གྲངས་ཀ་བརྒྱ་ཡོད་རེད་བརྒྱ་དང་གཅིག་ཡོད་རེད་གཉིས་དང་ཕྱེད་ཀ་ཡོད་རེད་ཟེར་བཟོ་འདྲ་དེ་འདྲའི་བཤད་ཡ་ཁག་པོ་ཡིན་གྱི་རེད། བོད་པའི་ནང་ཆོས་ལ་ངོས་འཛིན་བྱེད་པ་ཟེར་ཡོང་དུས། བོད་པ་ལ་བོད་པ་རེད་ནང་ཆོས་ལ་ངོས་འཛིན་བྱེད་སྟངས་ཡང་འདྲ་མི་འདྲ་རེད་བ། བོད་པ་ཚང་མ་གཅིག་གྱུར་སུ་སྐྱེས་མ་རེད། རྒྱ་བོད་རྒྱལ་ཁའི་ནང་དག་ཅིག་ནས་ཡོད་རེད་བ། ཕྱག་འཚལ་བའི་ནང་ཡང་ཡག་པོ་རེད་དེ་ཆུ་བྱས་ན་དགག་རེད། འདོན་པ་འདོན་ན་ཡང་ཡག་པོ་དེ་རེད་དེ་དེ་ལས་ཆུ་བྱས་ན་དགག་རེད་ཟེར་བཟོ་འདྲ། སྒང་བརྒྱབ་ན་ཡང་ཡག་པོ་ད་རེད་དེ་དེ་ལས་ཆུ་བྱས་ན་ཡག་གི་རེད་ཟེར་ཡོང་དུས་དེ་ཚོ་ཚང་མ་ཆུ་མ་ཡིན་པའི་བཟོ་འདྲ་བོ་གཅིག་གོ་ཡོང་གི་ཡོད་རེད་བ། བྱས་ཙང་ད་ཆུ་ཁོ་རང་ངོས་འཛིན་བྱེད་སྟངས་དེ་ཁྱད་པར་ཞེ་དྲག་འགྲོ་གི་ཡོད་རེད། ཨེ་བླ་མ་ཁ་ཤས་ཀྱིས་གསུང་བ་ཡིན་ན་ཆུ་བྱེད་གི་ཡོད་ཟེར་ཞར་ཞོད་གང་ཡང་རུང་བ་གྱིས་དང་ཀུན་སློང་དང་དམིགས་ཡུལ་གང་ཡང་རུང་བ་གྱིས་ཚེ་འདི་གིས་ལྟོ་གོས་བཏང་སོང་མཚན་སྙན་གྲགས་ལ་སོགས་པ་སྤམ་རྒྱུ་མཁོ་སྒྲུབ་ལ་སོགས་པ་དང་འབྲེལ་སོང་བ་ཡིན་ན་ད་ཆུད་མ་རེད་ཟེར་ཡོང་གི་ཡོད་རེད་བ། ཡང་ཕྱོགས་གཅིག་ནས། ང་རང་ཚོ་ཚེ་འདས་ཀྱི་ཚེ་བསོད་ནམས་འཕེལ་ཡག་ནོར་ལོངས་སྤྱོད་འཕེལ་ཡག་གི་གཡང་ཞབས་འདྲ་བོ་བཀྱགས་ནས་སྐོང་གསོང་འདྲ་བོ་བཏོན་ནས། ནས་ལམ་འགྲོ་དུ་ལམ་འགྲོ་ཡོང་ཞིག་ཚོང་བརྒྱབ་ན་ཚོང་ཕོ་བ་ཤོར་ཟེར་ནས་ལྷ་བསུ་ཧོན་འདྲ་བསུས་བསྡད་བ་ཡིན་ན་ཡང་ད་གི་ཆུད་ཞིབ་བྱེད་ཀྱི་འདུག་ཟེར་གྱི་ཡོད་རེད་བ། ཀྱེ་ད་ཆུད་ཁོ་རང་ངོས་འཛིན་བྱེད་སྟངས་དེ་མ་འདྲ་བ་རེད་འདུག་བ། དེ་ཡིན་དུས་ད་ཆུ་དངུལ་ནི་རེད་མ་རེད་ཟེར་ཡ་གི་ང་ཚོ་དང་པོ་ཆུ་དངུལ་ནི་འདི་ག་རེ་ཡིན་མིན་དེ་ཐག་མ་ཆོད་བ་ཡིན་དུས་དེ་ཚིག་བཤད་ཁག་པོ་ཆགས་ས་རེད་བསམ་གི་འདུག་ཨོ་དེ་ནས་ཀྱི་དམར་རྟགས་ཤ་ཟོས་ད། ག་རེ་ལགས་ཡང་ཡག་པོ་ཅིག་འགོ་ཚུགས་མ་སོང་དེ། ཚེ་འདི་གི་བྱ་བ་ལམ་འགྲོ་ཡོང་ཡ་ཚོང་ཁེ་སྤོགས་ཡོང་ཡ་གཡང་ཆབ་ལ་སོགས་པ་བཅའ། སོང་སུ་ཡག་ལ་སོགས་པ་བྱེད་བདེ་བ་ཡིན་ན་ཡང། ཡང་མི་ཚོས་དལ་གྱི་ཆུ་ཞེས་པ་བྱེད་ཀྱི་རེད་གོ་ཆུ་རེད་ཞེས་པ་ཡོད་རེད་མི་ཚང་དལ་གྱི་ཆུ་ཞེས་པ་བྱེད་ཀྱི་འདུག་ཟེར་ཡ་ཅིག་དེ་འདྲའི་བཤད་སྲོལ་ཅིག་ཡོད་མགོ་ཡོར་བ། དེ་ལྟར་ང་ཚོ་ཆུའི་དངོས་གནས་ཟེར་ཡ་དེ་གང་འདྲའི་བཅས་ལ་ཚད་བཟུང་གི་ཡོད་མེད་ཀྱི་གཅིག་གྱུར་དང་གསལ་ཤ་འདྲ་བ་ཅིག་གཏན་འབེབས་འདྲ་བ་ཅིག་མེད་ཡ་ཡིན་དུས། དང་པོ་ནི་དེ་ར་ང་ཚོ་འགག་བདེ་ཟེར་བ། རང་དང་གཞན་གཉིས་ཀྱི་ནང་ལོགས་ནི་གཞན་ཁོ་ན་གི་ཆེད་དུ་ཚེ་འདི་ཕྱི་གཉིས་ཀྱི་ནང་ནི་ཕྱི་མ་ཁོ་ན་གི་ཆེད་དུ་དགོས་ཡོད་པ་ཡིན་ན། ད་ཡང་བསྐོ་ཡི་བ་ཞེས་གཅིག་ཡོད་རུང་བ་ནི་ཚེ་འདི་གི་ཆེད་དུ་གོང་དུ་ཞུས་དེ་གས་དེ་ཆུ་ཆག་གི་ཡོད་མ་རེད། བྱ་བ་ལམ་འགྲོ་ཡོང་ཡག་གི་ཆེད་དུ་སོང་སུས་ཁ་འདོན་ཡ་རྒྱུགས་སྤྲོད་བཏང་གི་ནི་ཆུ་མཇལ་འགྲོ་ཡ་དེ་སུས་ཁ་རྒྱུ་ཡ་དེ་མི་འདུག་བ། ནི་ཡོངས་ཤེས་བཅག་ཡ་ནོར་ལོངས་སྤྱོད་དབྱུང་ཡག་གི་ཆེད་དུ། ནི་ནས་ན་ཚ་དྲག་ཡག་གི་ཆེད་དུ་ད་ཞག་རན་མང་པོ་ཞུ་ཅི་བཟོ་གི་ཡོད་ར་བ། དེ་ཚོ་ཡ་ཆུས་ཆག་ཡ་ཁག་པོ་ཆག་ཡོང་གི་ཡོད་རེད། ད་རྒྱུས་ནི་ཡང་ཀུན་སློང་འདྲ་བོ་ཅིག་ཐུག་ནས་འདྲི་ཤེས་བརྒྱད་ཡོད་ནི་མ་གཏོགས། སི་ཏང་གིས་ང་ཚོ་བོད་ཀྱི་ཉམས་ལེན་པ་ངོ་མ་དེ་ཚོ་ཆུས་པ་ངོ་མ་དེ་ཚོ་གིས་ཡིན་ན་ཆུས་ཟེར་དུས། གོང་དུ་ཞུས་པ་ནང་གི་ཚེ་འདི་ཞེས་སྙིང་གི་ནང་ལོགས་ནས་ཚེ་འདི་བློས་བཏང། ཕྱི་མ་དོན་དུ་གཉེར། རང་གཞན་སྙིང་གི་ནང་ལོགས་ནས་རང་བློས་གཏོང། གཞན། དོན་དུ་གཉེར། ཁྱད་འཕངས་རྒྱ་འཕངས་སྙིང་གི་ནང་ལོགས་ནས། གྱོང་འདི་རང་གི་ཁྱེད་ནས་ཁྱེད་འདི་མི་ལ་སྤྲད། ད་དེ་འདྲས་ཀྱི་དགོས་ཡོད་ཟེར་བ་ཆོས་བྱེད་དུས། ད་དེ་ཡོང་ཡག་ལ་ནང་སེམས་ཀྱི་ནང་ལོག་ནས་ཀུན་སློང་ཁོ་རང་ནས་མ་འགོ་བཙུགས་ནས་ཡོང་དགོས་ཡོད་ཡིན་དུས་ནི་ནང་གི་སེམས་འདི་བཟོ་བཅོས་དང་དེ་འདྲའི་ཅིག་གི་ཐོག་ལ་བཤད་བསྡད་གི་ཡོད་རེད་ད་འཛམ་བུ་གླིང་ལ་ཆོས་ལུགས་གྲངས་ལས་འདས་པའི་ཅིག་ཡོད་རེད་བ། ཆོས་ལུགས་མང་པོ་ཅིག་ལ་དེ་འདྲའི་ཀྱི་ལྟ་གྲུབ་སི་གང་མེད་བ། ལྷག་པར་དུ་གདོད་མའི་ཆོས་ལུགས་མང་པོ་བཅས་ལས་ཀྱི་རྔ་བརྡུང་ཡང་འཆང་རྒྱལ་བ་ལ་སོགས་པ། ཕྱི་ལོ་སྐད་ཀྱི་ལྷ་འདྲེ་གསུམ་ཆོས་ཀྱི་ཆོ་ག་འདྲ་བ་མ་གཏོགས་ཀྱི་དམིགས་བསལ་གལ་མེད་པ་དེ་ལས། ཨེ་ཡོངས་གྲགས་ཀྱི་ད་ཆོས་ཆོས་སུ་ཁོ་རང་ཚོ་གི་རི་ལས་རྒྱུན་ཟེར་ན་ང་ཚོས་ཆོས་ཟེར་ལབ་ཡག་ཡོད་རོ། དེ་ལབ་ཡོང་དུས་ད་ང་རང་ཚོ་གི་སོང་སུས་ཁ་ལ་སོགས་པ་ཡོད་ཆོས་མ་རེད་ཟེར་ལབ་དགོས་ན། ཨེ་ཁག་པོ་འདྲ་བ་ཅིག། སྐུ་མ་མཁའ་འགྲོ་འདི་ཉུང་ཁ་རྩོམ་ཟེར་ཡོད་ཅོལ་བ་འཛམ་བུ་གླིང་གི་གདོད་མའི་མི་དེ་ཚོ་གི་སྤྱན་ཁྲབ་ཁྲབ་ཀོག་ཀོག་བྱས་དེ་ཆོས་རེད་ཆོས་ལུགས་རེད་དེ་ཁོ་རང་ཚོ་ཆོས་ལུགས་རེད་ཟེར་ལབ་ཡོང་དུས་ང་རང་ཚོ་གི་སོང་སུས་ཀ་དེ་ཚོས་དེ་ལས་ཀྱང་ཁོ་སྒྲིག་གི་འདྲ་བོ་དང་སྒྲིག་ལྷམ་འདྲ་བོ་དང་ཞེ་སྡང་གིས་ཁོ་སྒྲོམ་གྱི་དེ་ཚོ་སྙིང་རྗེ་མོ་ཡོད་རོ་བ། དེ་ད་ལྟའི་ཆོས་མ་རེད་ཟེར་དགོས་ན་ཁག་པོ་ཆགས་གི་ཡོད། དེ་ནས་དྲི་བ་བཅས་ལས། དཔའ་རྟུལ་ལ་ཁྱེད་རང་གི་ཐུགས་ལ་བག་ཤོས་ཀྱི་གཞས་པ་དེ་སུ་རེད། གཞས་པ་དེ་ཐུགས་ལ་བབས་པའི་རྒྱུ་མཚན་དང་ལོ་རྒྱུས་བཤད་ཤོག་ཅི་འདུག་ཨ། ད་ང་ཐུགས་ལ་བབས་ཤོས་ཕ་གཅིག་གཞན་མ་ལས་རིགས་དགའ་དགའ་ཡིན་ཧ་གོ་མ་རེད་ད། ལས་རིགས་དགའ་དགའ་སུ་ང་ཚོ་རྒྱབ་སྒྲ་ཆེན་པོ་ཅིག་ཨ་ལེར་ཨ་རིགས་ཀྱི་གཞས་མ་ཅིག་མཚམས་མཚམས་ལ་ཁོ་རང་པ་རྗེས་མ་རང་མ་བོའི་བ་སུ་བྱས་ནས་གཞས་འཁྲབ་ཉིན་མཚམས་མཚམས་ལ་ཤ་ལེབ་ལེབ་དེ་འདྲ་མ་གྲགས་ནས་བཙེམ་ནས་དོག་ལུག་བཟོ་ནས་གོན་ནས་ནི་གཞས་འཁྲབ་མཁན་ཁྱོ་བཙའ་བ་འདྲ་བ་ཅིག་ཁྱིམ་བཟའ་གྲ་མ་ཅིག་ཨ་ལེ་རེད། སྐད་གྲགས་ཆེན་པོ་རེད་དེ། སྔོན་མ་ངས་མོའི་གཞས་དེ་འདྲ་ཁ་ཤས་བལྟ་དུས། ཅི་རྩ་མ་ཚང་དུ་བཟོ་འདྲ་སྨྱོ་འབག་གི་བཟོ་འདྲ་སྨྱོ་ཚོགས་པ་ཚོ་འདྲ་བ་ཅིག་མེད་འགྲོ་བསམ་བསམ་འདྲ་བ་ཅིག་འོ་དེ་འདྲའི་འདྲ་བ་ཅིག་བསམ་བློ་འཁོར་སོང། ཞེ་སྡང་གིས་ད་ཀོ་བལྟས་ཚེ་བལྟས་ཚེ་མཐོང་བདེ་བ་ར་གསར་འགྱུར་ནང་ལོགས་ལས་མོ་སྐད་གྲགས་ཆེན་པོ་འདྲ་ཆགས།

འདོད་པ་གི་མཐའ་ནི་བསགས་པ་ཡིན་ན་གར་ཡིན་ན་མི་བསམ་བློ་ཞིབ་ཕྲ་བཏང་ཐུབ་མཁན་དང་གནས་ལུགས་དང་རྒྱུ་མཚན་གི་ཐོག་ལ་བསམ་བློ་སྐོར་ཐུབ་མཁན། སྔོན་དཔག་ཐུབ་མཁན་དེ་ཚོ་ལ་སྡིག་མ་ཞི་བ་འདུག་ཡིན་ན་ཁྱེད་སྲིད་གདའ། འདི་རྒྱ་གར་སྐད་ཡིན་ས་རེད་བསམ་ཐུབ། བསམ་བློ་ཡག་པོ་བཏང་ཡ་མེད་མཁན་ཉོག་ཚོགས་པ་ཚོ་དེ་ཚོ་ལ་སྡིག་མ་ཁ་རང་ཡིན་ན་ཁྱེད་སྲིད་གདའ། དེའི་བཟོ་འདྲ་བྱས་ཏེ་འདི་སྡིག་མ་ཞི་བ་ཅིག་རེད་ཤག་བསམ་ས་འདུག་ད་སྐད་ཆ་བཤད་དུས་ཉིན་རྒན་མོ་དེ་འདྲ་ཤེས་ཀྱི་འདུག། མོ་རང་ལ་སྐྱ་འདྲ་འདྲ་བོ་ཞིག་སྐད་ཆ་བཤད་ཡོང་དུས་གཞས་གཏང་འཁྲབ་བསྡུ་བའི་དེ་བཟོ་འདྲ་དེ་རྦད་དུ་ཕར་བརླག་ནས། མི་གཉིས་བཟོ་འདྲ་གཅིག་ངས་མཐོང་སོང། གཞས་འཁྲབ་བསྡུ་བའི་སྐབས་ཁོས་མོ་རང་ལ་ལྟ་སྟངས་ཀྱི་ངོས་འཛིན་བྱོས་ར་དེ་རྦད་དུ་ཕར་འགྱོ་བ་ཐུབ་ནས། མོ་ལ་སྐྱ་འདྲ་ཤོད་ཡོང་དུས་སྐད་ཆ་བཤད་སྟངས་ཀྱི་ཡོ་རོ། དེ་རེད། ད་ང་ཚོ་བོད་པ་གིས་གཞས་པ་གཞས་མ་རྣམས་མང་དྲགས་ནས། ང་རང་གི་དགའ་ཤོས་ཡག་ཤོས་འདི་ཡིན་ཟེར་ཞོལ་དུ་ཁ་བོ་ཞེ་དྲག་འདུག་ད་ཡག་ཤོས་དེ་འདི་ཡིན་བསམ་སྟེ་དེ་ཡང་དེ་ལས་ཡག་ཚུལ་གྱིས་སླེབས་དུས་བཟོ་འདྲ་ཡང་དེ་ཡག་ཤོས་རེད་ཞེས་བསམ་ནས་ཡང་དེ་ལས་གང་འདུག་བ་གཅིག་ལ་དེ་ལས་ཡག་ཚུལ་གཅིག་ཡོད་ཟེར་བསམ་པའི་བཟོ་འདྲ་བོ་དེ་བྱེད་དུས་འདི་དང་འདི་ཟེར་ནས་མན་ངག་ཅིག་ཡག་པོ་ཤེས་གི་མི་འདུག་ཅི་ད་ང་རང་གི་ཡས་ཟེར་དེ་གཙོ་བོ་གདངས་འདི་རེད་ཤག་བསམ་འདུག་ཨ་མི་ཁོ་རང་གི་སྐད་ལ་གཅིག་ཡོད་རེད་བ། ནི་གདངས་བཟོ་སྟངས་དེ་གི་གདངས་སྙན་པོ་གཅིག་ཐོན་མ་ཐོན་དེ་འབྲེལ་བ་ཆགས་འདུག་བ། ཡས་ཚིག་ཟེར་དེ་གོ་གོ་རྒྱུ་ཡོད་མེད་ཟེར་དེ་ཡས་གི་གདངས་དང་ཡས་ཕ་རང་དང་འབྲེལ་བ་སྐད་ཡོད་མ་རེད་གོ་དེ་སྙན་ངག་ནང་གི་གོ་རོ་བརྗོད་བྱ་གཅིག་རེད་བ། དེ་སུ་ཡིན་ན་སྤྲོད་ཐུབ་རེད། ཡིན་ན་ཡང་ད་ཡིད་བ་ལས་དགའ་མ་དགའ་ཟེར་ཡས་དེ་མི་རེ་རེའི་བསམ་བློ་རེ་རེ་ཡོད་བ་ཡིན་ཙང་ཁ་ཤས་ཀྱི་ཡས་ཀྱི་གདངས་ལ་མ་ལྟ་བ་གྱིས་ནི་ཡས་ཚིག་དེ་གི་གོ་འཇོ་ག་འདྲ་ཡོད་མེད་ལ་བལྟ་ནས་དགའ་བ་སྐྱེ་ཡ། ཡང་ཁ་ཤས་ཀྱི་ཡིད་བ་ཡིད་མ་ཁོ་རང་གི་རྣམ་འགྱུར་དང་རྣམ་པ་ཡག་ལོས། རྣམ་འགྱུར་ཡག་ལོས་དང་རྣམ་པ་ཡག་ལོས་དང་དེ་འདྲས་ཀྱི་ཐོག་ནས་དགའ་བ་སྐྱེ་མ་གྱིས། ནི་ཁ་ཤས་ཀྱི་ཡིད་བ་ཁོ་རང་གི་ཀུན་སྤྱོད་ཀྱི་ཐོག་ནས་དགའ་བོ་བྱེད་རྒྱག་ཤོག་བྱས་བསྡད་ཡོད་ད་དེ་འདྲའི་གི་རིགས་མང་པོ་ཅིག་ཡོང་གི་འདུག་ཨ།